བདག། དེ་རིང་དང་སུ། ཨ་ནི། ཅིག། སློབ་ཚན་འདི། བསྡུ་སྒྲིག་གི་རོ། ཨ་ནི་རྡོ་གཞི་དང་གྲི་ཕུག་གི། འགྲེལ་བཤད་བྱེད། ད་དེ་རིང། ཨ་ནི་རྡོ་གཞི་གི། འགྲེལ་བཤད་བྱེད། ཨ་ནི་གཞུང་མང་འདི་ལ།

ཨ་ནི་རྡོ་རྗེ་འདི་དྲིལ་བུའི་རྣམ་གཞག་སྔོན་མདོག་རྒྱན་རེ་ཨ་ནི་གཅིག་མདོ་སྡེ་རྒྱན་དུ་དག་དབུ་མ་འཇུག་པ་འདི་འདྲའི་གཞུང་རྣམས་ན་ཨ་ནི་གཅིག། རྡོ་དྲིལ་གྱི་རྣམ་གཞག་དང་ཨ་ནི་གསང་སྔགས་ཀྱི་ཆོ་གའི་སྐབས་ལ་མགོ་ཡར་གྱི་བརྡ་བསྟན་པའི་རྫས། མང་པོ་ཞིག་ཡོད་རེད་སོ། འདི་ཚོ་གང་གཱ་གའི་སའི་གོ་མར་སོ། ད་བསྟན་པའི་མཛད་ཨ་ནི་བདུད་སྡེ་ལ་སོགས་པ་མང་པོ་ཞིག་ཨ་ནི་གསང་སྔགས་ཀུན་ནས་འབྲེལ་བ་ཨ་ནི་གསང་སྔགས་རྒྱུད་སྡེ་བཞི། དེ་གའི་ནང་ནས་ཡང་ཨ་ནི་སྔགས་བླ་མེད་ཀྱི་ད་ཆོ་ག་དང་འབྲེལ་བའི་བསྟན་པའི་དམ་ཚིག་འདི་འདྲའི་གསུང་གོ་རེད་སོ། ད་འདི་ནས་ཀྱི་རྡོ་རྗེ

ཨ་ནི་རྡོ་རྗེ་མཁའ་འགྲོའི་རྒྱུད། ཨ་ནི་ཅེས་རྡོ་རྗེ་རྩེ་མོ། ད་དེ་འདྲའི་སྐད་ཅིག་གསུང་ཆོག་གི་ཁུངས། ཡོད་རྒྱུ་ཅི་རེད་ཟེར་བ།
ད་དེ་ནས་ཀྱི་རྒྱུད་ཀྱི་མ། དགོངས་པ་འགྲེལ་ནས་ད་ང་རང་གིས་ཅིག་དཔེ་ཆེན་པོ་མཐོང་དེ་ལ། ཨ་ནི་ཅེས་བླང་དོར་བླ་མ་རིན་པོ་ཆེ། དེ་འདྲའི་ཀྱི་ཡང་ཅིག་རྡོ་རྗེ་ཀྱི་དེ་བཞིན་ག་ལ་གང་འཚམས་ཡོད་རེད་འདུག། ཨ་ནི་དེ་ནས་ཀྱི་དྭགས་པོ་ལྷ་རམས་པ། དྭགས་པོ་ལྷ་རམས་པའི་གཞུང་ནང་ལ་ཡང་རྡོ་དྲིལ་གྱི་ཚད་དེ་དག་ག་ལ་གང་འཛོམས་ཀྱིས་འབྲི་བཞེད་ཡོད་རེད་ཟེར་བ་ངག་རིང་ཆེན་མོ་རེད། མཁས་གྲུབ་རིན་པོ་ཆེས་མཛད་པའི་རྣལ་འབྱོར་རོལ་པའི་དགའ་སྟོན་ད་དེ་འདྲས་ངས་བལྟས་དེ་ལྟ་ཅིག་མཇལ་མྱོང་ཡོད་རེད་བ། ད་དེ་ལས་ལྷག་པ་དང་ཆོས་བརྒྱུད་ཁག་དང་འདྲ་མི་འདྲ་ཡོད་རེད་ཟེར་བ་ལྟར་དེ་འདྲ་འདི་ཚོ་གང་གི་ཐུགས་ཁུངས་གཏུགས་ས་འདྲ་བོ་དེ་མིན། རྒྱུད་ལ་ཁུངས་གཏུགས་རྒྱུ་ཤེས་ཀྱི་རེད།
ད་དེ་ནས་ཀྱི་རྡོ་རྗེ་ཟེར་བ་ད་རྩ་བའི་ཀྱི་གསང་སྔགས་ཀྱི་སྐོར་ལ་ཨ་ནི་ཐབས་ཤེས་གཉིས་མཚོན་དོན། ཨ་ནི་ཐབས་མཚོན་དོན། རྡོ་རྗེ་ཆེ། ཨ་ནི་ཅིག། ཤེས་རབ་མཚོན་དོན། ཨ་ནི་དྲིལ་བུ་སོགས། གཞུང་དང་འདྲ་ཅེས་དང། བདག་འཇུག་དང་འདི་འདྲའི། གཞུང་ང་ཚོ་རྣམས་ཀྱི་ཆོ་གའི་གཞུང་ནང་ལ། རྡོ་རྗེ་ནི་ཐབས་དང། དྲིལ་བུ་ནི་ཤེས་རབ་སྟེ་དེ་གཉིས་ཀའང། དོན་དམ་པའི་བྱང་ཆུབ་ཡིད་སེམས་ཀྱི་རང་བཞིན་ཡིན་ནོ། ལུས་གང་ལ། ཨ་ནི། རྡོ་རྗེ་དེ་ཀའི་ཐབས། བདེ་བ་ཆེན་པོའི་ཡེ་ཤེས་ཆེ། ཨ་ནི་དྲིལ་བུ་དེ་ནི་སྟོང་ཉིད་འདུས་པའི་ཤེས་རབ། འདི་འདྲའི་མཚོན་དོན་ཇི་ལྟར་མི་གསུང་གོ་རེ་སོ། ད་ལྟ་རྡུལ་བྲལ་གྱི་ཐབས་ཤེས་གཉིས་མཚོན་ཟིན་ངེས་ཏེ། ང་ཚོ་མདོ་ཕྱོགས་ནས་བཤད་པའི་ཐབས་ཤེས་གཉིས་ཁས་གསུང་གི་ཡོད་མ་རེད་སོ། མདོ་ཕྱོགས་ནས་བཤད་པའི་ཐབས་སི་ཏུ་གང་ལ་ད་ཅིང་བྱང་ཆུབ་སེམས་དང། ཨ་ནི་སྦྱིན་པའི་ཕར་ཕྱིན་དྲུག་གི་རྣམས་ནི་ཤ་རགས་ཕིགས་པའི་ཕར་ཕྱིན་གཞན་གདུང་ཚོགས་ཨ་ནི་སྙིང་རྗེ་ཆེན་པོ་ངེས་ད་གདུང་ཚོགས་ཆ་མང་པོ་ཅེས་ད་ཐབས་རོ་བ། འདིས་མཚོན་གྱི་ཞུ་གུ་མ་རེད། ཐད་ཀར་ན་གཞན་གྱི་མདོ་ཕྱོགས་ནས་གསུངས་པའི་ཨ་ནི་སྟོང་ཉིད་བསྟོད་པའི་ཤ་རབས་དེ་ཡང་ཨ་ནི་སྐབས་འདིར་ཨ་ནི་ཤ་རབས་འདི་དྲིལ་བུ་འདི་གའི་ཤ་རབས་མཚོན་ཟིན་བདེ་བའི་ཕྱིར་རེད་དགོས་ཡོད་མ་རེད་ད་འདི་སྔགས་རྐྱང་པས་ཀྱི་ཐབས་ཤེས་ཉིད་མཚོན་དུས་བསྡུ་སྒྲིག་གི་ཐབས་ཤེས་ཉིད་མཚོན་དོན་ཟིན་དུས་གང་ལ་ཨ་ནི་སྔགས་ནི་ཞེས་པའི་ཨ་ནི་ཅེས་རླུང་དབུ་མར་ཞུགས་ནས་ཐིམ་གསུམ་བྱེད་པ་ལས་བྱུང་བའི་ད་དེ་འདྲའི་སྐད་ཅིག་ལམ་བསྒོམས་ནས་ཨ་ནི་བདེ་སྟོང་གི་ཡེ་ཤེས། བདེ་སྟོང་གི་ཡེ་ཤེས་རོ། བདེ་བ་ཆེན་པོའི་ཡེ་ཤེས། དེ་འདྲའི་བདེ། ཨ་ནི་རྡོ་རྗེ་མཚོན་དོན་བྱས། དེའི་སྟེང་ནས་ཨ་ནི་གཟུགས་རྣམ་ལྷར་ཤར་བའི་སྒོ་ནས་ད་ཅིག་སྣང་སྟོང་ཡེ་ཤེས་སམ་སྟོང་ཉིད་རྟོགས་པའི་བློ་དེ་ནི་དྲིལ་བུ་གི་སྟོང་ཉིད་རྟོགས་པའི་བློ་མཚོན་སྟངས་དེ་འདྲའི་ཤེས་སྒོ་རེད་སོ། རྩ་བའི་གི་འདུ་འབྲལ་སེལ་གྱིན་དེ་ང་རང་ཚོ་ཅི་ནམ་རྒྱུན་མཐོང་དེ་ཡ། ཅིག་དང། མཚམས་མཉམ་ལེན། མཚམས་གཉིས་འགྲོ། ཞབས་ལེན་དེ་འདྲའི་ཕྱག་ལེན་གནང་དེ་ད་འདུ་འབྲལ་སེལ་གྱིན་ཅིག་ང་ཚོ་ཐ་སྙད་ཅིག་འདུག་ཨོ། ཁོ་རང་གི་མཚོན་དོན་འགའ་ནས་བསམ་བློ་བཏང་བ་ཡིན་ན། དཔེ་མི་སྲིད་པའི་དང་རྒྱ་ཆེན་མོ། གཏིང་ཟབ་པོ། ཨ་ནི་ཅིག་ཐབས་ཤེས་གཉིས་མཚོན་དོན་ཡིན་པ་མ་ཟད། ཨ་ནི་གཅིག། སྐྱེད་རིམ་ཚོན་ཡང། རྫོགས་རིམ་ཚོན་ཡང། དེ་འདྲའི་གི་མ་ཟབ་པོ་ཞིག་ཅིག། ཅིག་བཤད་ཡ་ཡོད་དེ་ཨ་ནི་གཞུང་ནང་ལ་གསལ་གི་འདུག་ཨ་སོ། ད་ཐབས་ཤིང། ད་ལྟ་སྐབས་འདིར་ཚོན་ཚོན་ཟིན་ངེས་ཏེ་ཨ་ནི་ཀླུའི་ལ་གོ་ཡག་གི་རེད། དཔེར་ན་ང་རང་ཚོ། ཅིག། བདུད་སྡེའི་ལག་པ། འཆང་ནས་ད་ག་ཚིག་ཅིག། ཕ། བདུད་སྡེ་ཙམ། ཡིན་པ་མ་ཡིན་པ་ཆེ། བདུད་སྡེའི་ལག་པ། དཔེར་ན་རྡོ་རྗེའི་ལག་པ་མཚོན་པ་ཙམ་གྱིས། ཨ་ནི་བདེ་སྟོང་ཡེ་ཤེས་པའི་བློ་ཡུལ་ལ་ཧ་གོ་ཐུབ་ཡ། ཨ་ནི་དྲིལ་བུ་ལག་པར་འཆགས་པ་ཙམ་གྱིས། ཨ་ནི་ཅིག། སྟོང་ཉིད་འདོད་པའི་ཤེས་རབ། དེ་འདྲའི་སྐད་ཅིག་ནམ་བཟང། དྲན་ཡ། འོ་དེ་འདྲའི་དགོངས་པ་ཤེས་དགོས་རེད་ཟེར་བ་མཚོན་ཡོད་ཟེར་འདི་རེད་བློ་ཡུལ་ལ་མཚོན་ཡོད་རེད། དཔེར་ན་ང་ཚོ་ཁ་ལག་ས་ཡ་ཅེས། ཁ་ལག་ས་ཡ། ཐ་ལི་རྡོ་རྗེ་ན་ནམ་ཉེ་ས། ནམ་བཟང་ཅེས། སོ་སོ་ཐ་ལི་གནས་བ་དང་ཨ་ནི་ཁ་ལག་ས་ཡ་གི། ཅེས་བློ་ཡུལ་ལ་བག་གོ་ཐུག་འདུག་བ་མཚོན་མཚོན་ཟེར་བློ་ཡུལ་ལ་མཚོན་ཡ་མ་འདུག་ཅེས་ལག་པ་དང་མིག་གིས་བལྟ་ནས་མཚོན་ཡོད་མཁན་མ་རེད་ཟེར་ལོ། བདག་འདི་ནས་ཀྱི་ཡང་མཚོན་ཅིག་ལ། དཔེར་ན་རྡོ་རྗེ། རྡོ་རྗེ་ལག་པ་ཕྱེ་བ་ཙམ་གྱིས། ཨ་ནི་ད་སྔགས་དང་འབྲེལ་བ་ཡིན་ཙང་ཨ་ནི་ཅིག་རང་གི་ཡ་གི། ལམ་གྱི་རྩ་བ། དགེ་བའི་བཤེས་གཉེན་བསྟེན་ཚུལ་ནི་ཀྱེ་མ་ཀྱེ། རྗེས་ཟུང་འཇུག་གི་བར། གྱི། ཐབས་ཀྱི་ཆ་ཡོངས་རྫོགས། ཅིག་མཚོན་ཚུལ་ཅིག། མཚོན་ཡང་ཅིག་དེ་འདྲའི་དགོངས་པ་བཞེད་དགོས་རེད་ཟེར་བ། རྩ་བའི་གི་འདུ་བྱེད་དང་འབྲས་བུ། བསྟན་པའི་རྫས་གསང་སྔགས་ཀྱི་སྐོར་ནས་གཞུང་མང་པོ་གསུངས་ཡོད་རེད། དེ་གི་ནང་ནས་བསྟན་པའི་རྫས་མང་པོ་ཡོད་པའི་ནང་ནས་གི་དག་ཅིག། རྡུལ་བྲལ་སེམས་ཉིད་དགོས་ལ་གཅིག། ཅིག་གནད་འགག། དཔེར་ན་ང་ཚོ་དབང། དབང། པས་བསྐུར་བའི་སྐབས་ལ་ཡང་ཨ་ནི་རྒྱལ་བ་རིགས་ལྔ་གི་མཚོན་དོན། དཔེར་ན་འདུ་བྱེད་འགྲུབ་པ་ཡིན་ན

གཅིག། དམ་ཚིག་གི་རྫས། དམ་ཚིག་གི་རྫས་དེ་ལ་བརྟེན་ནས་སོ་སོའི་རྒྱུད་ལ། བདེ་སྟོང་གི་ཡེ་ཤེས་སྐྱེ་ཡག་དང་ནི་སྟོང་ཉིད་བསྡུས་པའི་ཤེས་རབ། སྐྱེ་ཡག་གི། དགོངས་པ་བཤད་ཡ་མང་པོ་ཡོད་རེད་ཟེར་བ། ད་དེ་ནས་ཀྱི། དཔེར་ན། གཙོ་བོར་འདྲི་བ་འདུ་བྱེད་ལྟེ་བ་དུ་བ། ལྟེ་བ་སྟེ་གེ། ཅི་ཅིག་རྒྱལ་བ་འདུ་བྱེད་འཆང། དེ་འདྲའི་མཚོན་ཡ། ཨ་ནི་དྲིལ་བུ་གེ་མ་དྲིལ་བུ་སྟེ་གེ། ཨ་ནི་རྒྱལ་བ་འདུ་བྱེད་འཆང་གི་ཡུམ། ཨ་ནི་ཀ་ར་འདུ་བྱེད་དབྱིངས་ཀྱི་དབང་ཕྱུག་མ་ཤེས་རབ་མ་མཚོན་ཡ། དེ་འདྲའི་གེ་ཡང་མཚོན་དོན་གཞུང་ན་གསུངས་དུ་བ། ད་དེ་ནས་གེ། རྩ་བའི་གེ། གསང་སྔགས་ཀྱི་དམ་ཚིག་དེ་ལ། ཨ་ནི་ཅིག། དཔེར་ན་ཁ་ཟ། ཟ་བའི་དམ་ཚིག། བསྲུང་བའི་དམ་ཚིག། ཨ་ནི་བསྟན་པའི་དམ་ཚིག། བསྲུང་བའི་ན་ནི་ད་ད་ལྟ་ང་ཚོ་སྐབས་འདིར་བཤད་དེ་ཨ་ནི་བསྟན་པའི་དམ་ཚིག་ཟེར་བསྟན་པའི་དམ་ཚིག་དེ་ལ་ཨ་ནི་གཞུང་ནང་ན་ཨ་ནི་བདུད་རྩི། ཨ་ནི་བྲང་ཕྲེང་ཅང་ཏེའུ། ད་དེ་འདྲས་ཀྱི་ཁ་བཀྲམ་དཀའ་དང་ཨ་ནི་ཐོས་པ་དཀའ་བ་དཀའ་བ་ལ་དུ་བ་ནང་ཆོས་འདི་འདྲས་ཀྱི་རིགས་མང་པོ་ཞིག་གསུངས་ཡོད་རེད་སོ། དེ་གི་ནང་ནས་ཀྱི་ད་གཙོ་བོ་བདུད་རྩི་དང་བྲང་ཕྲེང་དེ་ཨ་ནི་གཅིག། རྣལ་འབྱོར་པ། སྔགས་ཀྱི་ཉམས་ལེན་ལྟ་ཅི་གནང་ཡིན་འདི་འདྲས་ཡིན་ན་ཨ་ནི་བདུད་རྩི་དང། སྦྲང་རྩི་ནི་ངེས་པར་དགོས་རེད། གཞུང་ནང་འདི་འདྲས་གསུངས་འདུག་ཟེར་བ། ད་འདི་ནས་ཀྱི། སྤྱི་དང་ནི་ད། རྡོ་རྗེའི་གསེར་ཁང་ལ། ཨ་ནི་ཁོའི་རྒྱུ། འགྲོ་བ་དང། འདུ་བྱེད་སེམས་གཉིས་ཀོ་དེ་རྟག་པ་མ་རེད་བ། ཀོ་དངོས་པོ་གཅིག་ཡིན་བ་ཡིན་ཙང། ཨ་ནི་ཀོ་རྒྱུ་རྐྱེན་ལས་དེ་ནས་བྱུང་ཀོ་ཡིན་ཙང། ཨ་ནི་འདུ་བྱེད་རྒྱུ་དེ། ཨ་ནི་གཞུང་ན་ཁུངས་ག་འདྲའི་གསུངས་ཡོད་རེད་ཟེར་བ་འདི་གཅིག། ཨ་ནི་འདུ་བྱེད་ཀྱིས་དཔེར་ན་བྱིན་རླབས། ཨ་ནི་འདུ་བྱེད་ཀྱིས་དཔེར་ན་ཆ་ཤས་ཀྱིས་དཔེར་ན་ཚད། ད་དེ་འདྲའི་མང་པོ་ཞིག་ཡོད་རེད་ཟེར་བ།

གང་བྱུང་ནི་འགྲིག་གོ་རེད་ད། དེ་འདྲས་ཀྱི་ཡིན་ཅིག་མིན་ཅིག་ཡང་གསལ་བཏང། ཅིག་དངུལ་དེ་འདྲས་ཀྱི་བྱུང་ན་ད་འཇོག་ན་ད་འདི་ངེས་པར་དུ་འགོ་སྲུང་དགོས་ཡོད་མ་རེད་ཟེར་བ། ད་འདི་ནང་ལ་དཔེར་ན་ལྕགས་ཨ་ནི་ལི་དཔེར་ན་ཅིག་ཤིང་ལས་ཐ་ན་ཤིང་རྡོ་ལས་བྱུང་ནས་དེ་འདྲས་ད་རྡོ་ཆས་ཀྱི་ཁོ་ཚིག་ཚིག་གཉིས་ཚང་སོང་ན་ཨ་ནི་མཚོན་དོན་ཏག་ཏག་རེད་གོ་རེད། དཔེར་ན། རྡོ་རྗེ། ང་ཚོ་ཆོ་ག་དང་སྒྲ་མེད་དང་འདོད་དགེ་བོད་ན་ཀླུ་རིགས་ཀྱི་རོ། ཀླུ་དང་དེ་འདྲའི་རིགས་ཀྱི་ཆོ་ག་བཏང་བའི་སྐབས་ལ་ཡང་རིགས་ཁ་ཤས་མི་འདྲ་བྱུང་ངོ་རེད་སོ། ད་ལྟ་ང་ཚོ་ཞྭ་ནི་འདུག་ཨ་ཞྭ་ནི། ཞྭ་ནི་སིང་སྟོང་ངར་ལྕགས། འདིར་རིགས་བསྡུ་ཚ་ཡང་འདི་འདྲས་ཀྱི་ཆེད། ད་ལྟ་རྡོ་རྗེ་ཀྱི་རྒྱུ་དང་ཨ་ནི་ཅིག་དེ་འདྲས་འགྲོ་དགོས་མ་རེད་སོ། དཔེར་ན་ལུག་གི་རིགས་དེ་འདྲ་དེ་འདྲས་ཀྱི་ཅིག་ངར་ལྕགས་དེ་འདྲའི་རིགས་ཅིག་བེད་སྤྱོད་བཏང་བ་ཡིན་ན། ཁོ་ཅིག་མཚོན་ཆ་གྱི་རྣམ་པ་བྱས་ནས་མ་འཁོར་བ་དང་དེ་འདྲའི་གསུང་གི་འདུག་བ་ཟེར་བ། དེ་འདྲའི་ཡོང་བ་འཛངས། ད་ཞག་ནི་དང་དེ་རིགས་དེ་དེ་འཛེམ་དགོས་བ་ཟེར། དེ་འདྲའི་ཀླུ་རིགས་ཀྱི་ཀླུ་གིས་དེ་འདྲ་བཏང་བའི་སྐབས་ལ་ང་ཚོ་ནམ་རྒྱུན་ཟངས་དང་གསེར་དངུལ་ལས་བཟང་བས་ནི་ལྕགས་རིགས་དང་དེ་འདྲའི་དེ་ཡང་ཅིག་ཆུང་ངུ་མ་དེ་འདྲ་གསུང་འདུག་ཨ་ཁོ་ཅིག་ལྕགས་དང་དེ་འདྲའི་རིགས་དུ་བཟང་ཁོ་ཚོས་མཚོན་ཆ་གྱི་རྣམ་པར་འགྲོ་བ་མཐོང་ནས་དེ་འདྲའི་ཀླུ་མ་ཁོ་བ་དེ་འདྲ་གསུང་འདུག་ཟེར་རོ། ད་འདི་ནས་ཀྱི་བ་ཅར་གྱི་ཚེ་ཚད་ལ་ད་སོ་སོ་འདོད་པ་ཡོད་བ་ཟོ་ཡ་ཡོད་མ་རེད་ཟེར་བ། དཔེར་ན་རྒྱུད་དང་གཞུང་ནས་གསུངས་པའི་མ་རྡོ་རྗེ་ད་དེང་སང་ཅིག། ཚོང་གི་རྣམ་པ་བསྟན་ནས། ཨ་ནི་ཅིག་བ་ཇར་གྱི་ཚིག་གཉིས་ཚང་ལ་མ་ཚང་ལ་རིང་ཐུང་འདྲ་མི་འདྲ་དེ་འདྲའི་མང་པོ་ཅིག་ཁྲོམ་ནང་ལ་དར་ཡོད་རེད་སོ་ཨོ་ཙི་ས་ཡ་མ་ཅིག་སོ་སོ་ཉོས་བའི་སྐབས་ལ་ཚིག་གཉིས་ཚང་དང་མ་ཚང་ཚད་ལོང་གི་འདུག་མ་འདུག་འདུག་ཆོ་ག་འགའ་ཟེར་བ་ཡིན་ན། ཨ་ནི་ཀོ་རྒྱུད་དང་མཐུན་པའི། རྒྱུད་དང་མཐུན་པའི། ཡག་པོ་ཡོད་རེད་སོ། ཨུ། ད་འདི་ནས་རྡོ་རྗེ་ཚེ་འདི་ལ། གཞུང་ཁ་ཤས་སྣང་ན་སོ་ཞེ་བརྒྱད་དང་བཅུ་བཅུ་གཉིས། ཉི་ཤུ་དག་ལས་རིང་ཐུང་མིན། སོར་བཞི་བྱེ་བ་བརྒྱད་བྱེ་བ་བཅུ་བཅུ་གཉིས་སོར་ཉི་ཤུ་བྱེད་པ། ཐུང་ཤོས་འདི་ལ་སོར་བཞི་བྱེད། རིང་ཤོས་འདི་ལ་སོར་ཉི་ཤུ། འདི་འདྲས་ཀྱི་ད

མཁའ་འགྲོ་རྩ་རྒྱུད་དོ། ད་ནི་ཁུངས་བཞི་མཁའ་འགྲོའི་རྩ་རྒྱུད་ལས། ཨ་ནི་གཅིག། རྩེ་གཅིག་པ་དང། གསུམ་པ་དང། ལྔ་པ། ཨ་ནི་དགུ་པ། རྩེ་མོ་བརྒྱ་དང་སྟོང་གི་བར་དུ་ད་དེ་འདྲས་ཡོད་རེད། ཨ་ནི་མཁའ་འགྲོ་ཕྲིན་བཅོལ་སྐབས་དུ་གསུངས་ཏོ་ཟེར་བ། ད་དེ་ནི་རྩེ་མོ་གཅིག་སེམས་ཉིད་དེ་རྡོ་རྗེ་སྟེ། ནམ་རྒྱུན་ད་འདི་གཞུང་གཅིག་ན་གཅིག་མཇལ་ཟེར་བ། ང་ཚོ་དཔལ་རྡོ་རྗེ་འཇིགས་བྱེད་ཀྱི་ཕྱག་ན་འདི་ཡོད་རེད། ལྔ་པ་ན་དཀར་ནག་ཡ་སེ་ངེ་འབྱེད། མདུང་མདུང་ཐུང། འདུ་བྱེད་རྩེ་གཅིག་པ། པའི་འདུ་བྱེད་འཇིགས་བྱེད་ཀྱི་ཕྱག་མཚན་དཀར་ནག་ཡ་རོ། དཀར་ནག་ཡ་སེ་ངེ་འབྱེད། འདུ་བྱེད་རྩེ་གཅིག་པ་མདུང་ཐུང་སེ། ནམ་རྒྱུན་མདུང་ཐུང་ཐུང་འདྲེ་བོ་བྱེད། འོ་དེ་ཡང། རེད་སེ་དེ་འདྲའི་གསུང་ཉུལ་འདུག་རོ། དཔེ་ཆའི་ད་ཡིན་མིན་གང་ཞིག་ད་དེ་འདྲའི་རེད་སེ། ད་དེ་འདྲའི་གི་གི་ཁོ་ཁྱད་ཆོས། རྣལ་འབྱོར་པ་པོ་གསང་སྔགས་ཀྱི་རྟོགས་པ་ལྡན་པའི་དེ་འདྲའི་རྣལ་འབྱོར་པ་གཅིག་གིས་ད་ཅིག། གླུ་ད་ས། ཀླུ་དང་ས་བདག་གི་གནོད་པ་བྱུང་བས་ན་དེ་འདྲའི་གི་ཁ་གནོད་འདི་ལ་ནི་གདུལ་བྱའི་རྩེ་གཅིག་པ་དཀར་ནག་ཡ་གསེང་ཡིན་ཏེ། གཅིག། དེ་འདྲའི་བྱེད་པ་ཡིན་ན་ནི་ས་བདག་ཀླུ་གཉིས་ལ་སོབ་ཀྱི་གནོད་པ་བཏང་མ་ཐོག་འདི་འདྲའི་གསུང་དུ་བ་ཟེར་རོ། དག་འདི་ནས་གི་བ་བྱ་ར་རྩེ་གསུམ་པ། རྩེ་གསུམ་པ་སྟེ། གཞུང་མང་རྗེས་མ་སོགས་བ་ཡིན་ཏེ་གསུངས་ཚུལ་ལ། གདུལ་བྱའི་རྩེ་གསུམ་པ་དེ་གིས་ད་ཁོ་རང་གི་བྱེད་ལས་གར་ཡིན་ནན་གི། ཨ་ནི་ཅིག། གདུལ་བྱའི་རྩེ་གསུམ་པ་དེ་གི་བྱེད་ལས་དེ་ནི་ཨ་ཁམས་གསུམ། སོ་སོ་ལ་ཅིག། ད་ཅིག། ཚད་དང་དབང་ལུང། དེ་ནི་མགུ་ཡ་སྦྱོར་བ། དབྱངས་འགུགས་ཟིན་ལེགས་འདུག་ཨོ། དེ་འདྲའི་གི། མགུ་ཡ་གི་ད་ཅིག་བྱེད་ལས་སྦྱོར་གསུངས་འདུག་གདུལ་བྱའི་རྩེ་གསུམ་པ་དེ་ལ།

ཨ་ནི་དེ་ནས་ཀྱི་རྩེ་གཅིག་རྩེ་མོ་བརྒྱ་དང་སྟོང་ལ་སོགས་པ་དེ་འདྲ་མང་པོ་ཅིག་དེ་ཡོད་ས་རེད་རོ་ང་ཚོ་དེ་མཇལ་མ་སོང་རོ། ད་དེ་ནས་ཀྱི་བ་ཇ་ར་ཁྲོ་བོ་མདོག་ནག་པོ་ཡིན་པ་ལ་ད་ཇི་ཁྲོ་བོ་སྟོད་གོ་ལ་དྲག་པོས་ཀྱི་འདི་འདྲའི་ཀྱི་ཅི་ད་སྐབས་ལ་ཨ་ནི་ཅི་ད་ཅི་བྱ་བ་བྱེད་ཡག་འགྲོ་ཅི་མི་འགྲོ་ཨ་ནི་འདུ་བྱེད་ཀྱི་རྩེ་དུ་འཛུགས་མ་མོ་ཐུགས་རྗེ་འདུག་ས་ཡོང་ཡིན་ཅིག་འདུག་ཨ། ཨ་ནི་དེ་ནས་ཀྱི་སྣ་ཚོགས་འདུ་བྱེད། སྣ་ཚོགས་འདུ་བྱེད་ཟེར་དུས་ག་ལ་ང་ཚོ་དེ། བཞུགས་ཁྲི་འདི་འདྲའི་རྒྱག་གི་འདུག་ཨ། ཨོ་འདི་ནི་སྣ་ཚོགས་འདུ་བྱེད་ད་འདུ་བྱེད་ལ། དབྱེ་བ་འགྲོ་བ་དེ་རིན་པོ་མང་པོ་ཅིག་གསུངས་གི་འདུག་ཟེར་བ། ད་དེ་ནས་ཀྱི། ད་ནམ་རྒྱུན་ང་ཚོ། ཡོངས་གྲགས་ཀྱི་ཅི། ཕྱག་ལས་བེད་སྤྱོད་བཏང་སྟེ་ཟེར་བ། ཨ་ནི། འདུ་བྱེད་དཔེ་ཆ་རྡོ་རྗེ་རྩེ་ལྔ་པ་ཟེར་རོ། ནམ་རྒྱུན་འདི་ནི་ཡོངས་གྲགས་འགྲོ་བ་ཆེ་ནམ་རྒྱུན་རྡོ་རྗེ་རྩེ་ལྔ་པ་ཆེ། ཨ་ནི་རྩེ་དགུ་པ། འདི་ནི་ཡོངས་འདུ་བ་སོ། བདག་འདི་ལ་ཡོད་པའི་མཚོན་ཚུལ་འདི་ལ་དོན་ཅི་ཡང། དཔེར་ན། མཚོན་བྱེད། མཚོན་བྱེད་རྟགས་ཀྱི་འདུ་བྱེད་མཚོན་བྱ་དོན་གྱི་འདུ་བྱེད་སོགས། འདི་ག་རེ་ཟེར་ན། ཨ་ནི། མཚོན་བྱེད་རྟགས་ཀྱི་འདུ་བྱེད་ཆེ། ཨ་ནི་མཚོན་བྱེད་དོན་གྱི་འདུ་བྱེད་དེ། སོ་སོ་སྐྱེ་བའི་བདེ་སྟོང་གི་ཡེ་ཤེས་ཆེ། ཨ་ནི་འདི་ནས་ཀྱི། འདི་ལ། དྲང་དོན་གྱི། རྡོ་རྗེ་ཡིན་ལ་བོ་རེད། ཨ་ནི་སོ་སོ་སྐྱོ་ཡི་བདེ་སྟོང་གི་ཡེ་ཤེས་འདི་ལ་ཨ་ནི་ངེས་དོན་གྱི་རྡོ་རྗེ། ཨ་ནི་འདི་ལ། ཕྱི་ཡི་རྡོ་རྗེ། འོ་དེ་འདྲའི་ཡང་ཐ་སྙད་ཡོད་རེད་སོ། དཔེར་ན་སྔགས་རིང་ཆེན་མོའི་ནང་ན། ཨ་ནི་རྡོ་རྗེ་རྩེ་ལྔ་པའོ་ཁོ་རང་རྩེ་དགུ་པ་རེད་ཟེར་ཡང། འདི་འདྲའི་གསུང་བཞག། ཡང་རྡོ་རྗེ་རྩེ་དགུ་པ་དང་ལྔ་པ་གཉིས་ཡང་སོ་སོར་རེད་བོ། དཔེར་ན་རྩེ་ལྔ་པ་ཁོ་རང་དགུ་པ་རེད་ཟེར་དུས་གང་ལ། ཨ་ནི་འདི། རྩེ་ཤེས་བྱེད། ཨ་ནི་དེ་བ་དེ་ཤེས་ཀྱི་རྒྱས་བྱེད། ཨ་ནི་དེ། སྐྱེས་ཀྱི་རྩེ་དེ་གཅིག་བཞི་དགུ། ཡང་དེ་འདྲའི་དུ། གསུང་བཤད་རོ། ད་ཁག་གཉིས་སྒྲོག་འདུག་སྟེ་ལྔ་རིང་ཆེན་མོ། རྩ་བའི་ཀྱི་མི་དང། རྩེ་ལྔ་པ་དང་རྩེ་དགུ་པ། ད་ཅིག་སྟེ། སོ་སོའི་ཡོལ་བ་དེ་ཨ་ནི་ཅིག་རྣལ་འབྱོར་སྤྲུལ་པའི་དགའ་སྟོན་རེ། བླང་དོར་བླ་མ་རིན་པོ་ཆེའི་བསྟོད་ཚུལ་གཞུང་རྣམས་ཁག་ཁག་གསུང་བཤད་རོ།
ད་དེ་ནས་ཀྱི། སྦ་བྱ་ལ་མཚོན་དོན། ཕ་བཟའ་བར་དུ་རྒྱ་ཆེ་རུ་བཏང་བ་ཡིན་ན། བསྐྱེད་རིམ་དང། རྫོགས་རིམ་ལ་མ་སྦྱར་ནས་མཚོན་ཚུལ་འདི་ལས་རེད་ཟེར་བ། ད་འདི་ནས་ཀྱི་དཔེར་ན་ཁོ་ལ་རྩེ་ལྔ་ཡོད་བ་བྱེད། རྩེ་ལྔ། རྩེ་ལྔ་དེ་ར་བ། རྩེ་ལྔ་ཟེར་ན་ར་བ། འདུ་བྱེད་ར་ལྔ་བྱེད། ལྔ་ནང་གི་སྐྱེས་དེ་ཀྱི།

གསང་སྔགས་འདུས་པའི་དཀྱིལ་འཁོར་རྣམས་ལ་བདག་ཅག་ལྷ་གསུམ་སྲོག་སྙིང། དུ་བྱིན་བདག་བདག་གི་ནི་བསྐོར་བ། འོ་བདག་དེ་ལྟར་ན་མཚོན་དོན་མ་བཞུགས་གོ་ས་གསང་ཕུ་དྲི་རྒྱུའི་སྐབས་སུ། དབུས་ར་དེ་ཀས་བདག་དབུས་འདི་རུ་བསྐྱིལ་ཏེ་དབུས་ར་དེ་ཀས་རྣམ་སྣང་བྱས། ཤར་དུ་མི་བསྐྱོད་པ། དེ་ཡང་མཚོན་ཚུལ་དེས་ཁ་ཁ་འདུག་ཟེར་བ། ད་ལྟ་དཔལ་རྡོ་རྗེ་འཇིགས་བྱེད་ཡིན་ན་ཡང། རྡོ་རྗེ་འཇིགས་བྱེད་ཡིན་ན་ཡང། དཔེར་ན་དབུས་ར་དེ་ཀས། ཅེས་མི་བསྐྱོད་པ་ཡབ་ཡུམ། གསང་སྔགས་འདུས་པ་ལ་ཡང་ནི་དབུས་རྭ་དེ་ཀའི་མི་བསྐྱོད་པའི་ཡབ་ཡུམ། དཔལ་ནི་དཀྱིལ་འཁོར་གྱི་དཀྱིལ་དེ་ལ་བལྟ། མི་བསྐྱོད་པའི་ཡབ་ཡུམ་རྡོ་རྗེ་འཆང། ཞལ་གདངས་རྡོ་རྗེ་ཡོལ་བ། ད་བདེ་མཆོག་ལ་ག་རེ་ཡིན་མིན་ད་གསལ་པོ་བྱུང་མ་སོང་ཟེར་བ་རྩ་བའི་གི་བདེ་མཆོག་ང་ཚོ་དེ་གསང་ལྡན་འཇིགས་གསུམ་ནང་ད་བདེ་མཆོག་ལ་བལྟ། བརྒྱ་བ་རིགས་ལྔ་ཚོ་འདི་དབུས་རྭ། ར་ཤིག་དེ་གི་ཨ་ནི་ར་ཤིག་ཆེ། ཨ་ནི་དབུས་ར་དེ་གི་ཨ་ནི་རྒྱ་བ་རིགས་ལྔ། རྒྱ་བ་རིགས་ལྔ་གང་ཡིན་ཨ་ནི་རྒྱ་བ་གདུལ་བྱའི་བྱང་གི་དག་ཅིག། རྣམ་པའི་སྤྲུལ་བ། ད་སངས་རྒྱས་དངོས་ཀྱི་གདུལ་བྱའི་ཞག་གོ་རེ། ད་འདི་ནས་ཀྱི་ར་ལྔ་གི།

བྱེད། ཨ་ནི་མཚོན་འདི་སོ། ད་བྱེད། པད་མ་སེང་གེ་འདི་ཁོ། འདམ། འདམ་ལ་སྐྱེས་ན་ཡང། ཨ་ནི། མི་འདོར་པད་མ་འདམ་གྱིས་མ་གོས་པ་ན་བཞིན་གྱི། ཨ་ནི་གཅིག། བྱང་ཆུབ་སེམས་དཔའ་འདུ་འཛི་ཡང་སེམས་ཅན་གྱི། གཞན་དོན་དུ་འཁོར་བ་ལ་ཡང། ཡང་སྲིད་པའི་སྐྱེ་བ་བླངས་ན་ཡང། ཨ་ནི་སེམས། འཁོར་བའི་དྲི་མས་མ་གོས་པ། ད། འཁོར་བའི་དྲི་མས་མ་གོས་པ་དེ་འདྲའི་རོ། ཚོན་འདི་ཀུན་མེད་དུ་གསོལ། ཡང། བདག་བྱང་ཆུབ་སེམས་དཔའ་བརྒྱད། དཔེར་ན་ཕྱོགས་བཞི་མཚམས་བཞི་ཕྱོགས་བཞི་ལ་ཨ་ནི་བྱང་ཆུབ་སེམས་དཔའ་བཞི་བྱེད། ཨ་ནི་མཚམས་བཞི་ལ་བྱང་ཆུབ་སེམས་དཔའ་བཞི་བྱེད་བྱང་ཆུབ་སེམས་དཔའ་བརྒྱད་རོ། ཨ་ནི་བྱམས་པ་བྱེད། བྱམས་པ་བྱེད། ཤར་ལ་ཤར་ལ་དཔེར་ན་བྱམས་པ་དང་ས་ཡི་སྙིང་པོ་བྱེད། ལྷོ་ལ་ཕྱག་ན་རྡོ་རྗེ་དང་ཨ་ནི་ནམ་མཁའི་སྙིང་པོ་བྱེད། ཨ་ནི་ནུབ་ཏུ་འཇིག་རྟེན་དབང་ཕྱུག་དང། འཇམ་དཔལ་ཡང་འཇིག་རྟེན་དབང་ཕྱུག་ཟེར་ཡིན་ཏེ་འཕགས་པ་སྤྱན་རས་གཟིགས་འཕགས་པ་སྤྱན་རས་གཟིགས་ལས་སོ། ཨ་ནི་བྱང་དུ་སྒྲིབ་པ་རྣམ་སེལ་དང་ཨ་ནི་ཀུན་བཟང་དག་གདུག་སེལ། མ་སྐད་འདི། པདྨ་བརྒྱད་ཀྱི་མཚོན་དོན་རོ། པདྨ་བརྒྱད་ཀྱི་མཚོན་དོན། པདྨ་བརྒྱད་ཀྱི་མཚོན་དོན་དེ་འདྲ་རེད། ད། ས་ཉིད་བཅོམ་ལྡན་འདས་ཞེས་ཞུས་པའི་དེ་འདྲའི་སྐབས་ལ་ཡང་ཨ་ནི་ཉེ་བའི་སྲས་སྤྱན་རྒྱས། ཅིག། དགེ་སློང་གི་རྣམ་པ་ཅན་ནི་བྷེ་ཨ། དེ་ལས་བྱུང་དུ་བསད། ད་ལྟའི་ཆ་ལ་ཡིན་ན་ནི་ཉེ་བའི་སྲས་ཆེན་གྱི་གང་གཱ་ཅི། ལྷག་པའི་ལྷ། འཇིག་རྟེན་ལས་འདས་པའི་ལྷ་དག་ཡོད་དམ་ང་རང་ཚོ་ནམ་རྒྱུན་དེ་འདྲའི་མི་ཡི་རྣམ་པ་མ་ཡིན་པར་ལྷ་ཡི་རྣམ་པ་ཅན་བཞེངས་ཀྱི་འདུག་ཟེར་བ། ད་འདུ་ཚོགས་ཁང་གི་གསང་སྔགས་འདུས་པའི་གི། དཀྱིལ་འཁོར་ནང་གི་ད་ལྷ་སུམ་ཅུ་སོ་གཉིས་ནང་ནས་ཀྱི་ད་ཁོང་ཚོ། ཁུངས་ཡོད་རེད་ཟེར་བ།

རྣམ་པར་བརྟགས་པ་ནི་དཔེར་ན་ཚལ་ལ་རྣམས་ཀྱི་གདན་ཡིན་པ་མཚུངས་པ་དུའོ་ཟེར་བ། ད་འདི་ནས་ཀྱི་དབུས་རྭ། དབུས་རྭ་འདི་ལ་ཡ་གི་དཀྱིལ་གྱི་ནང་ལོགས་དབུས་རྭ་འདི་ལ་དཀྱིལ་ཐིག་གསུམ། ད་དེང་སང་རྡོ་རྗེ་འདི་ཚོ་དཀྱིལ་ཐིག་ཅིག་དང་མཐོང་ཡང་ཁོ་ན་ཡོད་མི་འདུག་སྔས་མ་སྔས་མར་རྡོ་རྗེ་ཁ་བཞི་ལ་འདི་ལ་དབུས་ཀྱི་ཡ་གི་དེར་དཀྱིལ་རྭ་དཀྱིལ་ཐིག་གསུམ་ཡོད་རེད། དཀྱིལ་ཐིག་གསུམ་གྱི་འདོད་དབུས་ཐིག་ཀྱི་དྲི་གསུམ་དེ་ཀའི་ནི་དེ། རྒྱལ་བ་འདུ་ཤེས་ཅན་གྱི་སྐུ་གསུང་ཐུགས། འདུ་ཤེས་གསུམ་སྐུ་གསུང་ཐུགས་ཀྱི་མཚོན་དོན། འདུ་ཤེས་གསུམ་མཚོན་ཡོད་འདི་འདྲ་གསུངས་འདུག་ཟེར་བ།
ལ་དེ་ནས་ཀྱི་འདུ་བྱེད་ར་བའི་ཡི་གེ། ཆུ་སྲིན། ཆུ་སྲིན་གྱི་ཁ་གདངས་དེ་ཉིད་ཅེས་བྱའི། ནམ་རྒྱུན་ང་ཚོ་ཞེས་ག་ཚོད་ལྷ་ཁང་དང་འདི་འདྲའི་སྐབས་ལ་ཆུ་སྲིན་ཁ་གདངས་སྟེང་འདི་འདྲ་ཅིག་གྲྭ་བ་གྲྭ་ཆས་འདི་འདྲའི་ཟོག་འདུག་ད་ལྟ་ཆུ་སྲིན་རོ་ད་ཆུ་སྲིན་གྱི་འདུ་བྱེད་རྩེ་བཞི་དེ་འདུ་བྱེད་རྩེ་བཞི་དེ་ཆུ་སྲིན་ཁ་ནས་ཡ་འཇུས་དེ་ཉིད་འདུག་འདི་གིས་ག་རེ་མཚོན་དགོས་ཟེར་ན་ཅིག། ད་ནམ་གྱི་ང་ཚང་ཚོ་སྙིང་རྗེ་ཆེན་པོ་སེང་གེ་བྱང་ཆུབ་སེམས་དཔའ་སེང་གེ་དེ་གཞན་དོན་ཆེད་དུ་ཡོང་ཙང་ཨ་ནི་སྙིང་རྗེ་གི་སེམས་ཅན་མི་གཏོང་བ། རྣམ་པ་ཀུན་ཏུ་ཨ་ནི་སེམས་ཅན་ལ་བརྩེ་བ་དང་སྙིང་རྗེ་བྱམས་སྐྱོང། དེ་འདྲའི་མ་ཏོ་ཅིག་སེམས་ཅན་འདི་འདྲའི་ཅིག་ལ་ངས་བརྩེ་བ་བྱེད་ཀྱི་མིན་ཨ་ནི་ཅིག་སྙིང་རྗེ་སྐྱེ་གི་མེད་སེང་གེ་ནི་དེ་འདྲའི་མ་ཡིན་པ། ཨ་ནི་སེམས་ཅན་སྙིང་རྗེ་གི་སེམས་ཅན་མི་གཏོང་བ་ཚུར་འགོག་རེད་ཟེར་བ། ང་འདི་ནས་ཀྱིས། བ་ཇ་རས་ཀྱི་ལྟེ་བ་དེ་སྟེ། ལྟེ་བ། ལྟེ་བ། རྡོག་རྡོག་ཞིག་འདུག་བ་དེ་ལྟེ་བ་རྡོག་རྡོག་ཞིག་རོ། ཡར་འབུར་དེ་ཅིག། དེ་འདྲས་ཀྱིས་དེ། ནི་རྒྱལ་བ་འདུ་ཤེས་འཆང། ད་ང་རང་ཚོས་ཀྱིས་གསང་སྔགས་ཀྱི། ལམ་གྱི། རིམ་པ་པ་ཅིག་ཉམས་སུ་བླངས་ནས་མཐར། རྒྱལ་བ་འདུ་ཤེས་འཆང་གི་གོ་འཕང་ཐོབ་ཡ་རོ། འོ་དེ་འདྲས་ཀྱིས་ད་ང་རང་ཚོ། ད་ལྟའི་དགུན་ནས་ཀྱིས་ཅིག། མཚོན་དོན་གདུལ་བྱའི་ལག་ཏུ་འཆང་བ་ཙམ་གྱིས་མ་འོངས་པ་ལ་གདུལ་བྱ་རྒྱལ་བ་གདུལ་བྱ་འཆང་གི་གོ་འང་སྔགས་ཀྱི། དག་ཅིག་ལམ་རིམ་པ་གཉིས། དྲི་མ་ཅན་འཁྲུལ་ནས་རྒྱལ་བ་གདུལ་བྱ་འཆང་གི་གོ་འང་དོར་བས་དེ་འདྲའི་གི། མཚོན་དོན་འདི་ལ་ཨ་ནི་ཀྱེ་ཀྱེ་རྡོ་རྡོ་འདི་གིས་རྒྱལ་བ་གདུལ་བྱ་ཆ་མཚོན་གོ་རེ་ཟེར་བ། ཀྱེ་རྡོ་རྡོ་འདི་གིས་རྒྱལ་བ་གདུལ་བྱ་འཆང། ཡིན་པ་མཚོན་བྱེད་ད་འདི་ནས་ཀྱི་ཡ་ཨ་ནི་ཅིག་ད་སྤྲུལ་པ་ལ་མ་ཏྲོ་སྤྲུལ་ཤི་ཡ་སྤྲོས་ནས་ཨ་ནི་ད་འཇིག་ཡ་ཀེ་ཁ་ས་རྒྱ་བ་རིང་རྒྱ་བ་རིང་ང་བྱེད་ཨ་ནི་མ་འདུ་བྱ་བྱེད་ན་ཨ་ནི་ཅིག་ལྷ་མོ་ང་ལྷ་མོ་ང་དང་ཨ་ནི་འདི་འདྲེ་ལ་སོབ་ཁ་ས་མཁའ་འགྲོ་སྡེ་ལྔ་ལ་སོབ་པ་མ་སྤྲུལ་ཡ་འདི་འདྲེ་ཀྱི་ཚོ་འདྲེ་ཡིན་ས་རེད་ཟེར་བ། བདག་འདི་ནི་སྐྱིད་སྡུག་ཐོག་བདེ་གི། ཡང་དེ་ཐ་དེ་འདྲའི་ལ་ནི་ཅིག་སྐར་མ་འདྲ་བ་ཙག་ཙིག་ཙིག་ཙིག་དེ་འདྲའི་ཁ་ཤས་འདུག་ཁ་ཤས་འདུག་དེ་འདི་ལ་འདུག་དེ་ཙག་ཙིག་ཁ་ཤས་ལ་ཡང་མི་འདུག་འཇམ་ཐིང་དུ་འདུག་དེ་ཙག་ཙིག་འདི་སྐྱིད་སྡུག་ཐོག་བདེ་གི། ཡང་གང་དང་སུ་ཉིད་ལ་འདི་གི་ཁ་ཤས་མཚུངས་བར་ཟེར་ན། ཨ་ནི་ཅིག་རྒྱལ་བ་རྡོ་རྗེ་འཆང་གི།

སྐབས་འདིར་ཨ་ན་འོ་ཟེར་དེ་གིས་ཨ་ནི་འདུལ་བྱའི་རེ་བ་སྐོང་ཟིན་ཏེ་རེ་བ་སྐོང་ཡ་འདས། ཨ་ནི་གཅིག། མ་འོངས་པ་ལ་རྒྱལ་བ་འདུལ་བྱེད་འཆང་གི་གོ་འཕང་མཐོ་ཡང་སོ་སོའི་རྒྱུད་ལ་སྔགས། བླ་མེད་ཀྱི། འདུལ་བྱའི་རྒྱུད་ལ་ས་བོན། བག་ཆགས་བཞག་ཡ། ཨ་ནི་ངན་སོང་གསུམ་ལ་མཐའ་ཡས་ཀྱི་རྒྱུ་བསྒྲུབ་ཡ། དེ་འདྲའི་འོ་ཟེར་དེ་གིས་བདག། ཨ་ནི། དཔེར་ན་འཁོར་བ་ལ་མཐའ་ཡས་ཀྱི། རྒྱུ་སྒྲུབ་ཡ་ས་བོན་བསྐྲུན་ཡ་འོ་དེ་འདྲའི་མདོ་རེད་སོ། དཔེར་ན། སངས་རྒྱས་ཀྱི་ཕྲིན་ལས་སེམས་ཉིད་འདི། ང་རང་ཚོའི་རྒྱུད་ལ་ཡོད་པར་སོ། ང་རང་རྒྱུད་ཀྱི་དགེ་རྩ་སྣ་གཅིག་སྟེ། སངས་རྒྱས་ཀྱི་ཕྲིན་ལས། ང་རང་རྒྱུད་ལ་དང་སྡོམ་པ་མང་པོ་ཡོད་དོ། དེ་ཚོ་གང་གི་སངས་རྒྱས་ཀྱི་དང་ཕྲིན་ལས། དཔེར་ན་ཕྲིན་ལས་དེ་ལ་དང་མངོན་རྟོགས་རྒྱས་སྐབས་སུ་ཉིད་རྩ་བདུན་ནི་བཞག་དོ། དཔེར་ན་བྱེད་པ་པོ་ལ་ཡོད་པའི་ཕྲིན་ལས་བྱ་བ་ཡུལ་ལ་ཡོད་པའི་ཕྲིན་ལས། ང་རང་ཚོ་གསང་སྔགས་ཀྱི་དབང་མང་པོ་ཞུས་ཡོད་རེད་ཟེར་བ་ནི་རྒྱལ་བ་རིགས་ངེས་ཀྱི་དབང་མང་པོ་ང་ཚོའི་རྒྱུད་ལ་བསྐུར་ཡོད་ཐོབ་ཡོད་རེད་ཟེར་བ། དཔེར་ན། དཔེར་ན། ཁ་ས། འོག་བག་མེད་རྡོ་རྗེའི་དབང་ང་ཚོའི་རྒྱུད་ལ་ཐོབ་ཡོད་རེད། ཐོ་བ་ན་བཞིན་གྱི་ང་ཚོའི་རྒྱུད་ལ་ནི་ཅིག་ཕྲིན་ལས་ཡོད་རེད་ཕྲིན་ལས་སྐྱེས་ཡོད་རེད། དེ་ག་ན་བཞིན་གྱི་ནི་དོན་ཡོད་གྲུབ་པའི་དྲིལ་བུའི་དབང་ང་ཚོ་ལ་མང་པོ་ཐོབ་ཡོད་རེད་ཟེར། བླ་མ་ཀུན་འདུས་ནི་དབང་ཞུ་དུས་དེའི་སྒང་ལ་ང་ཚོའི་རྒྱུད་ལ་འཕྲིན་ལས་མང་པོ་ཞིག་ཐོབ་ཡོད་རེད་ཟེར། ད་འདི་ནས་ཀྱི་དངོས་གནས་བྱས་ན་རྡོ་རྗེ་ད་དགུ་ཤུག་གཅིག་པ་རེད་འདུག། དངོས་གནས་བྱས་ན་ད་འདི་མགོ་ལ་སོ་སོ་ཀའི་ནམ་རྒྱུན་གྱི་ད་བསྡུ་སྒྲིག་ག་རིགས་ཀྱི་ཅིག་སྐབས་ལ་ཡང་བེད་སྤྱོད་བཏང་བ་ཡིན་ན་རྡོ་རྗེའི་སྒོ་ལ་ཅིག་མཚོན་རྟགས་སྤྲོ་བ་ཅིག་སྐུར་པ་བཏགས་ཡ། དེ་འདྲའི་གནང་བ་ཡིན་ན་ག་དུས་ནས་རྡོ་རྗེ་མགོ་བདེ་ཡིན། སོ་སོ་ངེས་པ་ཉན་ཡ་ཞིག་མགོ་རེད་ད་འདི་རྣལ་འབྱོར་རོལ་པའི་དགའ་སྟོན་ཡིན་པ་ཡོད་ད། དེ་འདྲའི་སྐབས་ལ་མཚོན་དོན་ཅིག་ཏུ་དེ་འདྲའི་ཅིག་བཏགས་པར་གསུངས་འདུག་ཟེར་བ། དག་འདི་ནས་ཀྱི་རྒྱལ་བ་རིག་སྔགས། འདི་ནས་ཡ་རྒྱལ་བ་རིག་སྔགས་ཀྱི་མཚོན་དོན་ཕལ་ཆེར་དེ་འདྲའི་སྒྲོགས་བྱེད་རེད། ཨ་ནི་འདི་ནས་ཀྱི་ལྟེ་བ་རྡོ་རྗེ་འཆང། ད་ནས་ཀྱི་ཀརྨ་འདུ་འཛོ་ཨ་ནི་ཅིག་སྐུ་གསུང་ཐུགས་ཀྱི་ཕྲིན་ལས་ཆུ། ཨ་ནི་ཆུ་སྲིན་མཁའ་ནས་སྟོན་པ་འདི་སྙིང་རྗེ་མི་གདུང་བ་ད་འདི་ཚར་བ་ཞེས་དག་འདི་ནས་ཀྱི། བ་རང། བ་ཀྱི་རང་སྔགས་དེར་བ་རང་སྔགས་ཀྱི། མཁའ་འགྲོ་འདི་ངས་མཚོན་དོན་དང་མཚོན་དོན་མང་པོ་ཞིག་ཡོད་རེད།
ད་ལྟ་ནི། བ་ར་སྔགས་ཀྱི་སྡིག་གང་འདི་ལ་ནི་པད་མ་འདབ་བརྒྱད། ད་གཅིག་པར་ནི་པད་མ་འདབ་བརྒྱད་རོ། ཨ་ནི། པད་མ་འདབ་བརྒྱད་དཀྱིལ་འཁོར་འདི་ཀྱི། ཨ་ནི་ཀུན་རྫོབ་རྣམ་དག་གི་ཆེ་བའི་ཨ་ནི་ད་ད་ད་བ་ཀྱི་བ་ར། མཁའ་འགྲོ་ལྔ་མཁའ་འགྲོ་སྡེ་ལྔ་དང། ཨ་ནི་འདི་འདི་ཀྱི་ད་ཅིག་ལྷ་མོ་བརྒྱད་ཀྱི། ཨ་ནི་ལྷ་མོ་བརྒྱད་ལྷ་མོ་བརྒྱད་ཀྱི་གདན་མཚུངས་སྒོ་རེ་སོ།

ཨ་ནི་ཡེ་ཤེས་མཁའ་འགྲོ། མཚོན་རེ་དོ། དེ་ཀ་ན་ཤིང་གི་དབུས་སུ་ཡེ་ཤེས་མཁའ་འགྲོ་ཆེ། ནི་ཤར་སུ་འདུལ་མཛོད་དབུ་ར་དེ་ཤར་སུ་ཤར་དུ་ཨ་ནི་ནི་འདུ་བྱེད་མཁའ་འགྲོ་མ། དེ་ནས་ཀྱི་ཨ་ནི་ལྷོར། གཏུམ་མོ། གཏུམ་མོ་རྣམས་ཀྱི་ནང་དུ་གཏུམ་མོ་འབར་གཅིག་ཚེ་སྔགས་འཁོར་བཞི་བསྐོར་རོ། ཨ་ནི་ནུབ་ཏུ་རོ་ལངས་མ། ཨ་ནི་བྱང་དུ་དྲག་མོ། དང་པོ་སེང་གེ་རྟ་ལྔ་ཚུད་ཅིང་གྲགས་པའི་རྣམ་པ་ཅན་ནི་འདི་འདྲའི་ཚོན་སྐོར་རེས་སོ། ད་ཚོན་ཚུལ་གཅིག་ལ་འོ་ར་ལྔ་གི། ཡང་ཚོན་ཚུལ་གཞུང། ཁ་ཞེང་རྣམས་ལ་ཚོན་ཚུལ་གཅིག་ལ་ག་རེ་གསུང་སྐོར་ཟེར་ན། དབུས་སུ་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ་ཤེས་རབ་མ། དབུས་སུ་ལ་དབུས་ར་དེ་ཀ་ར་བ། དབུས་ར་སྟོད་ཀྱི་རྡོ་རྗེ་དབྱིངས་ཀྱི་དབང་ཕྱུག་མ། རྒྱལ་བ་རྡོ་རྗེ་འཆང་གི་ཡུམ། ཤེས་རབ་མ། ཚོན་གོ་རེ་སོ། ཕྱི་དང་དབུས་སྟོད་ད། དཀྱིལ་འཁོར་ལུགས་ན་ཧ་གོ་རེ་ད་ཚོན་ཤར་དཀར་བློ་སེར་ནུབ་དམར་སེར་པོ་ནི་སྔོན་པོ་ཆེ། དེ་ཀ་ནི་ཤར་དུ་ཨ་ནི་མཱ་མ་ཀཱི། དཔེར་ན། དཀར་པོ་ཆེ། ཨ་ནི། ལྷོ་ལ་ནི་སངས་རྒྱས་སྤྱན་མ། སེར་པོ་ཆེ། ནུབ་ཏུ་གོས་དཀར་མོ་དམར་པོ། ཨ་ནི་བྱང་རྡོ། ཨ་ནི་ཀ་རའི་དམ་ཚིག། དམ་ཚིག་སྒྲོལ་མ་ལྗང་གུ། འོ་དེ་འདྲའི་ཡང་མཚོན་དོན་རྗེས་གསུངས་ཡོད་རེད་ཟེར་བ། བདག་འདི་ནི་ཀྱི་འོ་ར་ཀི། གདན། གདན་གི་བདག། པདྨ།

བདག་འདི་ནས་ཀྱི། མཚམས་བཞི་ལོར་བ། མཚམས་བཞི་ལ། ཤར་ལྷོར། བཙུན་ཟླ་སེང་གེ་བཙུན་ཟླ། བཙུན་ཟླ་ཕྱེད། ལྷོ་ནུབ་ཏུ། རིན་ཆེན་སྒྲོལ་མ་ཕྱེད། ནུབ་བྱང་དུ་རྡོ་རྗེ་ལུ་གུ་མ་ཕྱེད། བྱང་ཤར་དུ་བྱིན་གྱིས་མི་ཐུབ་པ་དག་མཚམས་བཞི་ལ་འདུ་བྱེད་ཀྱི་འདི་འདྲ་སྟེ། པདྨ་ཀྱི། པདྨ་འདབ་བརྒྱད་དུ། པདྨ་འདབ་བརྒྱད་ཀྱི་དེ་ནི་ཕྱོགས་བཞིའི་མཚམས་བཞི་ནི་དུ་མཚུངས་ཡོད་རེད་ཟེར་བ། ད་འདི་ནས་ཀྱི། ཕལ་ཆེར་འདུ་བྱེད་ཀྱི་ད་མཚོན་དོན། འགྲོ་བ་ཕལ་ཆེར་ཚ་བ་རེད་ཟེར་བ། རྩ་བའི་ཀྱི། འདུ་བྱེད་སེམས་ཉིད་དེ་གསང་སྔགས་དང་བྲལ་བའི་སྒོ་ནས། ནམ་རྒྱུན་ཡིན་ན། སོ་སོ། ཀྱི་འདུ་འབྲེལ། གསང་བའི་དོན་ནི་ཉག་དགོ་ཡ་ཁོ་བསྟན་པའི་མཛད་ར་བ་ཟེར་བ་བསྟན་པའི་མཛད་ཅེས། ནམ་རྒྱུན་གྱི་དང་ནམ་རྒྱུན་ང་ཚོ་བླ་མ་གོང་མ་གསུང་ཚུལ་ལ་སོ་སོ་གྱི་གསང་སྔགས་ཀྱི་ཉམས་ལེན་དང་དེ་འབྲེལ་གྱི་མཚམས་ཉིན་དྲུག་འདི་པའི་སྐབས་ལ་ནི་བསྡུ་སྒྲིག་ཅིག་བྱེད། ཡང་མི་ཚོགས་དམངས་ལ་ཁེལ་བའི་སྐབས་ལ་བདུད་སྡེ་གཅིག་བྱེད། ཕྱག་གཉིས་བྱུང་ན་ཡག་པོ་ཡོད་རེད་གསུངས་འདུག་རྩ་བའི་གིས་ང་རང་མཚམས་བསྙེན་དྲུག་རེད་དེ་འདྲའི་སྐབས་ལ་ཅིག་ད་པ་བེད་སྤྱོད་བཏང་ཡ་བདུད་སྡེ་དེ་ཅི་མ་སོ་སོས་གཅིག་པོ་བེད་སྤྱོད་མ་གཏོགས་གཞན་གྱིས་མ་མཐོང་བ་དེ་འདྲའི་བྱེད་དགོས་རྩ་བའི་གིས་ད་བདུད་སྡེ་འདི་ལ་ལག་པ་ཆག་ཡ་འདི་ཚོ་ཡང་ལས་ལོག་མི་འདུག་ནམ་རྒྱུན་ལག་པ་གཙང་མ་འཁྲུས་དེ་འདྲའི་མ་བྱེད་ན་ཚོན་དུས་འདི་ལ་ད་ཅིག་པའི་མི་སྲིད་པའི་ཐད་གསང་སྔགས་ཀྱི་བསྐྱེད་རྫོགས་ཀྱི་ལམ་ཡོངས་རྫོགས་མཚོན་བ་དང། ཅེས་བདེ་སྟོང་གི་ཡེ་ཤེས་མཚོན་ཡང། སྟོང་ཉིད་འདུས་པའི་ཤེས་རབ་མཚོན་ཡང། འདི་འདྲའི་ཅིག་ཡོང་དུ་བ། དེ་འདྲའི་གྱི་རྡུལ་བྲལ་ལག་པ་སོ་སོར་འཆང་བ་ཙམ་གྱིས། དེ་འདྲ་ཞུ་བ་ནི་ཞེས་རེ། ཐབས་བདེ་བ་ཆེན་པོའི་ཞེས། དཔེར་ན་སོ་སོའི་རྒྱུད་ལ་མ་འོངས་པ་ལ། སྐྱེ་བར་ཤོག་བསམ་དུ་ལྟོས། ཀུན་སློང་སྐྱེ་བ་སྟོང་ཉིད་བསྡུས་པའི་ཤེས་རབ། དེ་ག་ན་ཤིང་གི་རྭ་ལྔ་ལ། དཔེར་ན་སྟེང་རྭ་ལྔ་ལ་སོགས་པ་ན། མ་འོངས་པ་ལ་སོ་སོའི་རྒྱུ་ལ་རྒྱལ་བ་རིག་སྔགས་ཀྱི། སྐྱེ་འགག་གི་བག་ཆགས་རྣམ་པར་བརྟགས་པ། འཇོག་པར་ཤོག་མཚོན་དོན་འདི་འདྲའི་བྱེད་པའི་ཏིང་ངེ། ང་རང་ཚོལ་ཅིག། རྡོ་རྗེའི་ལག་པ་འཆང་ཡང་འདི། དགོངས་པ་བཞེས་འདུག་ན། སོ་སོའི་རྒྱུད་ལ་བདག་ཅེས་གསང་སྔགས་ཀྱི། བག་ཆགས་འཐུག་པོ་བཞག་གོ་རེ་སོ། བདག་འདི་ནས་ཀྱི་ཡང་གཞུང་ཁ་ཤས་རྣམས་ལ། དཔེར་ན། ཞི་རྒྱས་ཀྱི། ཞི་བ་རྒྱས་པ་དབང། དྲག་པོ་འདི་འདྲའི་ཀྱི་ཡང་ཁྱད་པར་ཅན་ནི། ཨ་ནི། ཞི་བ་དེ་རྒྱས་པ་ལ་ཨ་ནི་བཱཅ་ར་རྩེ་ལྔ་པ་བྱེད། དབང་དང་དྲག་པོ་ལ་ཨ་ནི་རྡོ་རྗེ་རྩེ་དགུ་པ། ང་ནི་དེ་འདྲའི་ཆེ་ཆུང་གི་ཡང། དེ་འདྲའི་ཞེས་སུ་ཡོང་གི་འདུག་ཟེར་བ། ད་དེ་ནས་ཀྱི་ད་ལྟ་མཚོ་འགྲེལ་མང་པོ་ཅིག་མ་གསུངས་སང། ཡ་གའི། བསྡུ་བྱེད་རང་སྔགས་ཀྱི། སྟེང་རང་སྔགས་ཀྱི་རྒྱལ་བ་རིགས་ལྔ། ད་དུང་ཟོར་གང་གི་ད་ཅིག་བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་དཔའ་སེམས་ན་རྒྱལ་བ་རྡོ་རྗེ་འཆང་གི་རྣམ་སྤྲུལ། ད། སངས་རྒྱས་ཞག་པོ་ཆེ་གི་རེ་བ། ད་འདི་ནས་ཀྱི། སྟེང་རག་གི་སྒང་གི་པད་མ་བརྒྱད་ཀྱི། བྱང་ཆུབ་སེམས་དཔའ་བརྒྱད། ད་འདི་ཚོ་གསང་སྔགས་བསྡུས་པའི་གཞི་ཆ་ཆེ་བས་ན། གསང་སྔགས་བསྡུས་པའི་དཀྱིལ་འཁོར་ན་ཡོད་བ་འཛག། ད་འདི་ཚོ་ཐམས་ཅད། སངས་རྒྱས་དངོས་ཀྱི་འདུ་ཤེས་བྱེད། ད་འདི་ནས་མ་ཀི་འོག་རག། མཁའ་འགྲོ་སྡེ་ལྔ། ད་མཁའ་འགྲོ་སྡེ་ལྔ་ལ། ད་དུག་མཚོན་ཡིན་ཅིག་གསང་སྔགས་འདུས་པའི་གེགས། ཇི་ཡས་བྱང་བས་ན། དཀྱིལ་འཁོར་ནས་ཡོད་ན་དུག་མཚོན་གང་ཡང་དག་ཅིག། གོ། འགྲོ་ལངས་མང་དུ་འདུག་ཚེ་སངས་རྒྱས་ཆགས་ཡོད་ཟེར་བ། ཨ་ནི། ལྷ་མོ་བརྒྱད་མཚོན་དོན། དུག་མཚོན་ཡང། ཅིག་བྱང་ཆུབ་སེམས་དཔའ་དང་དེ་འདྲའི་བསམ་གྱིས་མི་ཁྱབ་པ། ཡིན། འགྱུར་བ། ཨ་ནི། རྒྱལ་བ་འདུ་བྱེད་ཆགས་ནི་ད་སངས་རྒྱས་དངོས་ཡིན། བར་བ། ད་ཅིག་མཚོན་དོན་འདི་མཚོན་དོན་འདི་རྣམས་ལ། ད་ཅིག། བྱང་ཆུབ་སེམས་དཔའ་དང་ལྷ་མང་པོ་ཞིག་འདུག་བ་ཟེར་བ།

དཔེར་ན་ཟག་པ་རྒྱ་ཆེ་བ་མང་སོང་ཡང་འདུག་ཨཱ། དེ་འདྲས་ཀྱི་མཚོན་དོན་དཔེར་ན་རྐང་གཅིག། དཔེར་ན་རི། རྒྱལ་བ་རིགས་ལྔ་ལྔ་རིན་འབྱུང་འགྲོ་བ་ཡིན་ན། ད་དེ་འདྲས་ཀྱི། རི། རིན་འབྱུང། དཔེར་ན་འོད་དཔག་མེད་རྒྱལ་བ་རིགས་ལྔ། དེ་འདྲས་ཀྱི་སོ་སོའི་རྒྱུད་ལ། ཉམས་ལེན་བྱས་ནས་རིན་འབྱུང་དེ་གའི་མ་འོངས་པར་རྒྱལ་བ། རིགས་ལྔ། རིན་འབྱུང་འོད་དཔག་མེད། དེ་འབྲེལ་གྱི་གོ་འཕང་ཐོབ་པ་ལ་སྐྱེ་བོ་དཔག་ཏུ་མེད་པ་ཚོགས་བསགས་དགོས་ཡ། ད་སྔགས་བླ་མེད་ཀྱི་གཞུང་ལ་ཡིན་ན། ཨ་ནི་གཅིག། ཟབ་གསལ་གཉིས་མེད་ཀྱི་གཞི་བསྒོམས་ནས། བསྐྱེད་རིམ་རྫོགས་རིམ་གྱི་ད་ལམ་ཉམས་ལེན། སྐུའི་བདག་པོ་བྱས་ནས་འགྲོ་དགོས་ཀྱི་རེད་དོ། དེ་ཚོ་གནད་འགག་ཞིག་ཡོད་རེད་དོ་ཟེར་བ།
བདག་གི་མཚོན་དོན་གང་གཱ། གདུལ་བྱ་བའི་གསང་སྔགས་ཀྱི་ཉམས་ལེན་བྱེད་པའི་ལས་དང་པོ་འདི་འདྲའི་དེ་ལ་མཚོན་དོན་འདི་མ་བྱིན་ནས་དེ་འདྲའི་གྱི་དང་མ་འོངས་པ་ལ་སོ་སོའི་རྒྱུད་ལ་གསང་སྔགས་ཀྱི་ཉམས་ལེན་བྱེད་པ་ཡིན་ན་དེ་འདྲའི་གྱི་སོ་སོའི་རྒྱུད་ལ་གྱི་ལ་སྐྱེས་ཡོར་དག། སྐྱེས་ཡོར་དག། དེ་འདྲའི་གྱི་དག་ཅིག། གདུལ་བྱ་ལས་དང་པོ་བ་འདི་ཚོ་གྱི།

དག་གི།
བོད་ཤོད་དྲིལ་བུ་དང་དག་གི་སོ་ཉལ་གངྒཱ་བེར་བརྩེགས་ཏེ་ཀམ་པ་ནི་དེ་ཚོ་གངྒཱ་བེར་ཤོད་བཏང་བར་རོགས། ཡིན་ནས་ཀྱི་དངོས་གནས་བཀྲ་ནི་དག་བདུད་བཞི་དྲིལ་བུ་མཚོན་དོན་ཡག་པོ། ཅེས་བློ་ལ་ཤེས། དངོས་གནས་བཀྲ་ནི་དགོས་པ་རྒྱུ་མཚན། དགག་བྱ་དེ་ཚོ་ཡག་པོ་ཅིག་མ། ཤེས། ཤེས་བ་ཡིན་ན་ནི་བེར་ཤོད་བཏང་ཆོག་རོགས་སོ། དག། འདི་འདྲས་ཀྱི་རོགས་དཔེར་ན་ང་རང་ཚོ་དག་གཅིག། ཁོ།

ཨང། ད་རྡོ་རྗེ་དྲིལ་བུ་འདི་སྒེར་གྱི་རྡོ་རྗེ་དྲིལ་བུ་ཕུད་ཚུལ་བཏང་ན་བཏང་གོ་རི་བས་ཡང་དུ་མོང་བ་འདི་འདྲ་མི་ཤི་འདི་ད་ཆོ་གི་རི་བས། གར་ས་མཚམས་མཚམས་འདི་བའི་སྐབས་ལ།
མཚམས་དེ་བའི་སྐབས་ལ་མི་ཤི་འདི་ཡོར་བ་ཆིག་པོ་མ་རེད་མི་ཤི་འདི group retreat བྱེད་པ་ཡིན་ན། རེད་རེད་སོ་སོ་རྡོ་རྗེ་དྲིལ་བུ་མི་ཤི་འདི་གཏོང་གི་རེད།